དེ་ནི་ང་ཚོ་བོད་གངས་ཅན་རྒྱུད་ཀྱི་ཡུལ་འདི་ན་ད་མདོ་སྔགས་གཉིས་ཀྱི་བསྟན་པ་འདི་ཡུལ་གཞན་དག་དང་མི་འདྲ་བ་གི་ད་མདོ་སྔགས་གཉིས་ཀྱི་ལམ་ཕྱག་སྲུང་བ་གཅིག་ཚང་ལ་མ་ནོར་བ་གཅིག་གཞན་ལ་མེད་པ་གཞན་ལ་མདོ་ཤུགས་ཆེན་པོ་ལྟར་ཡོད་ན་སྔགས་མ་དར་ས་ཁ་ཤས་ལ་སྔགས་ཤུགས་ཆེན་པོ་ལྟར་ཡོད་ན་མདོ་མ་དར་ས་ད་མདོ་སྔགས་གཉིས་ལ་རིས་སུ་མ་ཆད་པའི་བསྟན་པ་དར་ས་འདི་ད་ཡུལ་དབུས་ཀྱི་ཕྱི་མ་གངས་ཅན་ལྗོངས་དུ་ཆགས་འདུག་ཡོད་པ་རེད། དེ་ཡིན་དུས་དེ་ལྟ་བུ་གྱི་མདོ་སྔགས་སྙིང་གའི་བསྟན་པ་འདི་དང། མདོ་སྔགས་སྙིང་གའི་བསྟན་པ་ཟེར་ཡང་འདི་དག་གང་ལ་ཐུག་ཡོད་རེད་ཟེར་ན་མདོ་ཡི་བསྟན་པ་དེ་རབ་བྱུང་དངོས་མེད་ཀྱི་སྡེ་དགེ་འཛིན་གྱི་ཡོད་རེད། སྔགས་ཀྱི་བསྟན་པ་འདི་གོས་དཀར་ཆུང་ལུས་ཅན་གྱི་སྡེ་དགེ་འཛིན་གྱི་ཡོད་དུས། ང་ཚོར་རྙིང་མ་ལྟ་བུ་ཅིག་ཆགས་ཆོག་པ་མ་ཡིན་པར་བོད་གངས་ཅན་ལྗོངས་ཀྱི་དང། སངས་རྒྱས་ཀྱི་བསྟན་པའི་ཚད་སུ་ས་སྟེ། ད་བཟླས་སྙིང་པོ་ལ་ཕྱག་རྒྱ་བ་ཡིན་དུ་རེད། དེ་ཡིན་དུ་བཟླས་སྙིང་པོ་དེ་རང་རང་སོ་སོ་གི་རང་རང་སོ་སོ་གི་གང་ལ་གང་དང་མཐུན་པའི་དེ་ནི་ཆོས་ཀྱི་ཟབ་མོ། ཉམས་མོ་དེ་དག་ཐག་ཉམས་སུ་བསྡད་ཡག་ད་ཐུགས་སྣང་བརྗོད་རྒྱུ་དེ་ཧ་ཅང་གི་གལ་ཆེན་པོ་ཆགས་བསྡད་ཡོད་པ་རེད།

ང་ཚོས་ཡར་སོང་རྗེས་ཆོས་ཀྱི་འཁོར་ལོ་བསྐོར་བའི་གནས་སྐབས་ན་ཡང། སེམས་ཅན་རྣམས་ཀྱི་བསམ་པ་དང་བློ་ཡི་ཞེ་དྲག་ཇི་ལྟར་བ་ཆེ་ཆུང་ཐུན་མོང་ཐེག་པའི་ཆོས་ཀྱི་འཁོར་ལོ་བསྐོར་དུ་གསོལ། ཡར་བསུས་དུས་སེམས་ཅན་རང་རང་སོ་སོ་གི་མོས་པ་དང་གང་བ་འདུལ་བྱེད་ཀྱི་མཚོན་ནས་ཆོས་དེ་གསུངས་བཞག་པ་གཅིག་རེད། ཆོས་དེས་བདེན་མ་སྤངས་ཀྱི། རབ་ཉམས་སུ་ལས་ངན་ལ་འདི་ཡང་སྤང་དགོས་ཟེར་མཁན་དེ་གས་འཇིགས་སྐུལ་གཏོང་ཡག་བྱེད་དང་ཨོང་ཡག་བྱེད་ཡག་ཅིག་ཆགས་ཡོད་མ་རེད། འདི་ཡང་སྤངས་ནས་ཆོས་སྒྲུབ་མཁན་དེ་དག་ཐམས་ཅད་ལ་འདི་ཡང་མ་སྤངས་མཁན་དེ་ལ་འཇིགས་སྐུལ་བྱས་ནས་དེ་འདྲ་བཟོ་ཆོག་གི་མ་རེད་ཟེར་ནས་ཨོང་ཡག་གཏོང་ཡག་བྱེད་མ་རེད། དེ་ཡིན་དུས་རང་རང་སོ་སོ་གས་སྐབས་དང་མཐུན་པའི་སྒོ་ནས་ཆོས་དེ་ཡག་པོ་སྒྲུབ་རྒྱུ་དེ་གལ་ཆེན་པོ་རེད།